ད་དཔེར་ན་སྐུ་འདྲ་ཟོམ་གཅིག། བཞེངས་པ་ཅན། དེ་ཨ་ནི་སོ། བདུད་བྱེད་ཀྱི་དགེ་བའི་རྩ་བ། བདུད་བྱེད་ཀྱི་དགེ་བའི་རྩ་བ་འདི་ལུ། དེ་ལས་འདས་ཏེ་འདི་རག་གི་རྒྱུ་གར་སོང་གི་འབྲས་བུ་འཕེལ་བས་བསམ་གྱིས་མི་ཁྱབ་པ། ཐ་ན། སྐུ་འདྲ་ཆུང་སྐུ། ལག་པའི་མཐེ་བོང་ཟོམ་གཅིག་བཞེངས་ཏེ་འབད་ས་བྱེད་རུང་དགེ་བ་འཇམ་པའི་བསྟན་པ་ལུ། དེ་བསྡུས་པ་དང་པོ་གི་འཁོར་དུ་གྱུར་ཏེ་གི་དེ་དགྲ་བཅོམ་པ་ཐོབ། ཏདྱ། འཕེལ་བས་ཨ་ནི་ཟོམ། དེ་ལས། སྔོན། ལྷ་ཡི་དབང་པོ་བརྒྱ་བྱིན་དང་ཚངས་པ་དང་རཱ་ཧུ་ལ་གསུམ་གྱི་སྦྱིན་བདག་འབད། དེ་ལས་དེ་སྐུ་གསུམ་བཞེངས་གཉིས་ཡ་ད་ཆོས་སྐུ་དང་ལོངས་སྐུ་གི་རྟེན་འབེབས་བཞུགས། དེ་ལས་སྤྲུལ་སྐུ་གི་རྟེན་འདི་དེ་གཅིག། རྒྱ་ནག་ལོ་བཞུགས་དེ་གཅིག་བལ་པོ་ལོ་བཞུགས་ད་ཡ། དེ་འཕགས་པ་སྤྱན་རས་གཟིགས་ཀྱི་སྤྱན་གཉིས་ཀྱི་སྤྱན་ཆབ་ལས་དེ་ལྷ་མོ་སྒྲོལ་མ་དང་ཁྲོ་གཉེར་ཅན་མ་གཉིས་སྤྲུལ་དགེ་གཉིས་ཀྱི་ཡ་དེ་སྤྲུལ་པ་གཅིག་འཕགས་བལ་པོ་གི་རྒྱས་བོད་ཀྱི་སེམས་དཔའི་དྲུང་གཅིག་གིས་ཡ་བྱ་ན་རྒྱས་བོད་སེམས་དཔའི་དྲུང་ཆོས་ཀྱི་རྒྱལ་པོ་སྲོང་བཙན་སྒམ་པོ་གིས་འདི་མ་ལས་ལ་ཧ་པའི་བཙུན་མོ་བས་ཡ་བོད་ལོ་གླང་བཙུན་མོ་བླངས་པའི་སྐབས་སུ་དེ་ཨ་ནི་རྒྱ་ནག་གི་སངས་རྒྱས་ཀྱི་རྒྱལ་ཚབ་སྐུ་དང་བེར་པའི་ཡུལ་ལུ་ཡུལ་བེར་གྱི་སྐུ་འདྲ་དེ་སོ་བས་ཡ་གདན་འདྲེན་ཞུ་དེ་ཨ་ནི་གདན་འདྲེན་ཞུ་བ་ལས་བསྟན་འདི་གིས་དེ་བོད་གངས་ཅན་ལྗོངས་ལ་བསྟན་པ་ལྟར་བསྟན་པ་བཙུགས་ཚུགས་མི་དེ་ཨ་ནི་སྐུ་ཡི་ཕྲིན་ལས་ཡིན་ཡིན་ཟེར་སྐུ། སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་ཕྲིན་ལས་སྐུ་འདྲ་བྱས་བྱས་པ་ལུ་སྐུ་ཡི་ཕྲིན་ལས། དེ་ལས་གསུང་རྟེན་བྱ་ཆོག་གསུང་གི་ཕྲིན་ལས་ཐུགས་རྟེན་བྱ་ཆོག་ཐུགས་ཀྱི་ཕྲིན་ལས། ཨ་ནི་སངས་རྒྱས་ཀྱི་སྐུ་གསུང་ཐུགས་ཀྱི་ཕྲིན་ལས་ཀྱི་མཛད་པ་འདི་མཇུག་བཟླ་ལུགས་འདི་གང་ན་ཡོད་ཟེར་ལོ་ལུང་པ་ལོ་བཀྲ་ཤིས་ལོ་ལེགས་བསྟན་པ་ལྟར་བྱས་བདག་རང་གི་ཆོས་རྣམ་དག་འདི་ད་སེམས་ཀྱི་གཏིང་ལས་སེམས་འདུལ་ལུགས་འདི་ཡིན་པས། སེམས་འདུལ་སྟེགས་ཀྱིས་རང་གི་སེམས་ཆོས་སྐུར་རྟོགས་སྟེགས་ཀྱི་སངས་རྒྱས་བཟླ་ལུགས་དེ་ཨཱ་ནི་ཀུན་རྫོབ་གཟུགས་སྐུ་གི་རྟེན་འབྲེལ་འགྲིག་གོ། ཀུན་རྫོབ་གཟུགས་སྐུ་གི་རྟེན་འབྲེལ་འགྲིག། དེ་ཨཱ་ནི་གཟུགས་མི་དགེ། དེ་དགེ་བའི་རྩ་བ་འདི་ཚོ་བསགས་ཞབས་བདག། དེ་གཞན་སྣང་ལུགས། དེ་གཟུགས་སྐུའི་སྐུ་ཡི་འགྲོ་རྟེན་རྫས་བདག། དེ་དག་རོ་སྡེ་དགེའི་ཕྲིན་ལས་ཏེ་རྒྱ་ཆེ་དྲག་པའི་རྒྱུ་ནི། དེ་ཨཱ་ནི་གཟུང་བའི་རྟགས་ལྔ་སྦྱར། ཆོས་སྐུ་སྐྱེ་ར་བཏང་སྟེ་འབད་ས་སྐྱེ་རུ། དེ་ཆོས་སྐུ་སྟེ་སངས་རྒྱས་ཀྱི་བསྟན་པ་དབྱིན་ན་ཟེར་བ་ཅན་བསྟན་པ་མེན་ཁུང་མེ་བྷིན་ན་ཟེར་བ་ཅན་དང་ན་དབྱངས་སྐྱིད་འཐེན་པ་ལོའི་རྒྱུ་མཚན་བོན་བྷིན་བསམ་གྱིས་མི་ཁྱབ་པ་ལྔ་གཅིག་བདུན་པ་ལོའི་བོན་བྷིན་བསམ་གྱིས་མི་ཁྱབ་པ་རོལ་མོའི་བྱེ་བྲག་ལོའི་བོན་བྷིན་བསམ་གྱིས་མི་ཁྱབ་པ། དེ་ཐ་ན་སྤྲོས་གནས་སྒྲ་རུལ་སུམ་སྤྱི་ལས་ར་སྟེ་ཐབས་དང་ཤེས་རབ་ཀྱི་ཚུལ་འབྱེད་ཨ་ནི་བོ་ད། དེ་བསྟན་པ་འདི་ལོ་བསྟན་པའི་གཞིའི་སྲིད་ཡུལ་བསྟན་པའི་གི་དཔལ་སྲིད་ཡུལ་བསྟན་པའི་གི་སྦྱིན་བདག་སྲིད་ཡུལ་བསྟན་པ་གྱི་རྒྱན་ཟེར་ཡུལ་དེ་ད་ལས་ས་ད་དཔེར་ན་དགེ་བཟོམ་གྱི་བཞུགས་པ་ཅན་དེ་དགེ་བའི་བཞུགས་སོགས་ཀྱི་ཕོ་བྲང་གོ། དེ་འདི་ན་ལོ་དེ་གསུང་རྩོམ་འབེལ་མིན་གོ་དེ་ལས་ཕོ་བྲང་གི་ལྕགས་རིང་གོ། གཞན་ག་ནས་འབེལ་མི་གོ་ད་དུ་ང་ཅི་ལྕགས་ལ་ལས་ཞམ་གཅིག་ཉོ་རོལ་ཡ་ནང་ན་ལྕགས་ལ་གཅིག་ཡོད་པ་ཅན་ཨ་ནི་ལྕགས་ལ་འདི་གི།